བཅུ་གཅིག་པའི་སློབ་གཉེར་བ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཚང་མ་ཁམས་བཟང་ཡོད་པའི་རེ་བ་ཞུ་གི་ཡོད་ཁམས་བཟང་ཡོད་པ་དང་ཆེབས་གཅིག་ཏུ་སློབ་ཚན་གང་བཏང་བ་དེ་ཡག་པོ་བྱས་ནས་ཉན་པ་དང་ཉན་པར་མ་ཟད་པས་ཡག་པོ་འགོ་ཚུགས་བའི་གི་རེ་བ་ཞུ་གི་ཡོད་ད་དེ་རིང་ཁྱེད་ཚོ་ཡག་པོ་བསད་ཨང་ངེས་པར་དུ་ཀློག་དེབ་དགོས་ར་ད་ཀློག་དེབ་དགོས་ར་ཟེར་ཏེ་ཁ་སང་སྔོན་མ་ད་ཁ་སང་མ་ནི་གྲང་གྲང་ངས་ཤེས་པ་ཡིན་ཕ་ཆ་མ་ཁ་ཤས་ལ་ཀློག་དེབ་ཡོད་ས་མ་རེད་ད་གློག་དེ་ཡོད་པའི་ཨོང་དུ་བཏང་སོང་ན་གློག་དེ་ངེས་པར་དུ་དགོས་རེད་གང་ཚེ་ཨོང་དུ་ཨོང་དུ་ཨོང་སོང་མ་སོང་སྐད་ཆ་ཡོད་མ་རེད་ཨོག་དེ་གློག་དེ་ངེས་པར་དུ་དགོས་རེད་ད་གློག་དེ་མེད་པ་ཡིན་ན་འཛིན་གྲྭ་ཚང་མ་ཚོ་ཕ་ཆོས་ཆོས་ཡོད་མ་རེད། བྱས་ཙང་གློག་དེ་གློག་དེ་ཤོག་གྲངས་དེ་རིང་བསླབ་ཡག་དེ་ཤོག་གྲངས་བརྒྱ་དང་གསུམ་སོར་དགུ། སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་སྐྱབས་མགོན་རིན་པོ་མཛད་རྣམ་དབུ་འཛུགས་ཞུ་ཡ་དེ་འཛིན་གྲྭ་དགུ་བ་ནས་འགོ་བཙུགས་ཀྱི་ཡོད་རེད་དགུ་བ་བཅུ་བ་བཅུ་གཅིག་བཅུ་གཉིས་ལ་འཛིན་རྣམ་ཆ་ཚང་རྫོགས་ཀྱི་ཡོད་རེད་ད་ནང་ང་ཚོ་འཛིན་གྲྭ་དགུ་བའི་ནང་ལ་ལེའུ་གཅིག་བཅུ་བའི་ནང་ལ་ལེའུ་གཉིས་བཅུ་གཅིག་ནང་ལ་ལེའུ་ལྔ་བཅུ་གཉིས་ནང་ལེའུ་ལྔ་དྲུག་བརྗོད་ཀྱི་བར་ཆ་འཛིན་གྲྭ་བཅུ་གཉིས་ཐོན་གྲུབ་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་གི་འཛིན་རྣམ་ཡོངས་རྫོགས་པ་འགྲུབ་འགྲོ་གི་རེད་རྫོགས་འགྲོ་གི་རེད་བྱས་ཙང་དེ་རིང་ང་ཚོ་ཁྲིད་ཡག་དེ་ཤོག་གྲངས་བརྒྱ་དང་སུམ་ཅུ་སོར་དགུ་སློབ་ཚན་བཅས་པ་ཡིན་ན་སློབ་ཚན་བཅོ་བརྒྱད་པ་སྐྱབས་མགོན་རིན་པོ་ཆེ་གི་མཚན་རྣམ་གྱིས་མཚན་བྱང་ངོས་ཀྱི་ཡུལ་དང་ངོས་ཀྱི་མི་དམངས་ཟེར་འོ་དེ་ནི་འགོ་བཙུགས་ཡོད་པའི་དུས་ནས་ནང་ནས་ད་ལྟ་ང་རང་ཚོ་བཅུ་གཅིག་པའི་སློབ་ཚན་ནང་ལ་ལེའུ་ལྔ་ཡོད་པའི་ནང་ནས་དེ་རིང་གི་སློབ་ཚན་དེ་ལེའུ་བཞི་པ་བོད་དང་ཁྱིམ་མཚེས་རྒྱ་ནག། བོད་དང་ཁྱིམ་མཚེས་རྒྱ་ནག་སའི་སྐོར་འགྲོ་ཡ་རེད་བྱས་ཙང་ཀློག་དེབ་ངེས་པར་དུ་འདུས་འདུག་ཁ་ཕྱེ་རོགས་གནང། ལོ་གསུམ་སོར་དགུ་ནས་འགོ་བཙུགས་ཏེ་དེང་གསུམ་སོར་དགུར་འགོ་བཙུགས་ནས་ངས་གར་འགྲོ་གི་ཟེར་ལབ་ཡོད་ན་ཞིབ་བཤེར་བྱེད་པ་དང་གླང་དར་མ་བར་དུ་འདོར་དུ་འདོར་དུ་འགྲོ་གི་ཡིན། ཡིན་ན་ཁྱེད་ཚོས་ངེས་པར་དུ་ཀློག་དེབ་ཀློག་དགོས་པར་དང་ཀློག་དེབ་མ་ཀློག་ན་འགོ་ཚུགས་མར་གདའ། ཡང་བྱེ་མ་ཕག་གི་ནང་ལ་ཡིག་རྩལ་དེ་བ་སླེབས་སོང་ན་ཟླ་བ་སེང་བླ་མ་ཆུང་མ་བླ་མ་དང་ངས་ཀློག་དེབ་ཀློག་ཀློག་དེབ་ཀློག་ནས་མགོ་མ་སེར་བས་ན་ཡར་ལབ་ཤོག་ངས་དེ་སྤོར་སྤོར་བྱས་ནས་འདི་གར་ཆས་ཡ་ཆས་ཅིང་ཁྱེད་རང་འགོ་ཚུགས་ཡ་ཆེད་དུ་བཤད་ཡོད་རེད་ཁ་སང་སྔས་མ་ཞུས་ཡིན། ད་ག་རང་གནང་རོགས་གནང་ཞུ་གི་ཡིན། བྱས་ཙང་ད་དེ་རིང་སློབ་ཚན་འགོ་བཙུགས་ཡག་དེ་ཁ་སྤྱོད་ཟེར་པ་ཡིན་ན་ཕག་གི་ནང་ལ། ག་ས་འདི། འདི་ན་བོད་དང་ཁྱིམ་མཚེས་རྒྱ་ནག་ཞེས་པའི་ནང་ནས་ཟུར་འདོན་བྱས་ནས་ངེད་ཀྱི་དང་པོ་དེ་གཉའ་ཁྲི་བཙན་པོ། གཉའ་ཁྲི་བཙན་པོ་ད་ཁ་སང་ང་ཚོ་ཅིག་ཕྱིན་པ་རེད་ཁ་སང་འདྲ་བོ་འདྲ་བོ་ཡོད། ཏིས་ཏིས་མ་འདྲ་ཡོད་མར་ཁ་སང་ང་ཚོ་ཕག་གི་ནང་ལ་བོད་དུ་རིག་གནས་དར་སྲོལ་ནང་ལ་ཕྱིན་པ་རེད་རྒྱལ་བོ་གཉའ་ཁྲི་བཙན་པོ་དེ་རིང་ཡང་བསྐྱར་ཟློས་བྱས་འདིའི་ནང་ལ། གལ་པོ་ཆེ་ལ་ནན་ཏན་དགོས་ཚུལ་དངོས་གནས་ཆེས་དམའ་ལ་ལྡིག་འདོར་དེ་ཡིན་ནའི་གལ་པོ་ཆེ་ལ་ནན་ཏན་དམ་པོས་ཕྱི་ལོ་བརྒྱ་རྩ་གསུམ་པ་ནང་བཞིན་ཁ་སང་གཉའ་ཁྲིའི་བཙུན་པོ་འཁོར་ཐོན་ཡོད་དུ་ཡང་བསྐྱལ་སླར་ཡང་འདི་སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་ནང་ལ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་གལ་སྲིད་འདི་ནང་ནས་དང་པོ་གཉའ་ཁྲི་བཙན་པོ་ཞེས་དེ་མ་དེ་སྔོན་ལ་གཉའ་ཁྲི་བཙན་པོ་མ་སླེབས་པའི་སྔོན་ལ་ཁྱེད་རང་ཚོ་འདི་ཀློག་ཞིག་ཨ། རྒྱལ་རབས་གསུམ་སོར་དགུའི་ནང་དུམ་བཟང་དང་པོ་དེ། དུམ་བཟང་དང་པོ་ནང་ག་རེ་ཡོད་ཟེར་ན་བོད་ཀྱི་སྲིད་པ་བོད་ཀྱི་ཡུལ་ཆགས་སྟངས་དང་དང་པོ་བོད་ཀྱི་ཡུལ་གྱི་གནས་སྟངས་ག་ནས་འབོད་དགོས་གལ་སྲིད་བོད་ཀྱི་ཡུལ་གྱི་གནས་སྟངས་དགོས་བོད་ཀྱི་བོད་ཀྱི་ཡུལ་གལ་སྲིད་འདི་བོད་ཀྱི་ཡུལ་ཆགས་དང་ཆགས་ལུགས་གང་འདྲའི་ཆགས་ཡོད་མེད་སྐོར་གཅིག་གསུང་གི་རེད་དེ་ནས་བཟུང་ནས་དུམ་བཟང་གཉིས་པ་འདི་བཟུང་ནས་ད་ལྟ་ངས་ལབ་ཡ་དེ་གཉའ་ཁྲི་བཙན་པོ་ནས་འགོ་བཙུགས་འདུག་ཡོད་རེད་ད་དེ་རིང་གི་དང་པོ་དེ་གཉའ་ཁྲི་བཙན་པོ་སྐབས་དེ་ཏཱ་ཚེ་བརྟན་པོ་མདོ་འདི་ཕྱི་ལོ་མ་བྱུང་བའི་མ་བྱུང་བའི་ལོ་ཕྱི་ལོ་མ་བྱུང་བའི་གོང་ཕྱི་ལོ་མ་བྱུང་བའི་ལོ་ཕྱི་དགེ་བརྒྱ་དང་ཉི་ཤུ་རྩ་བདུན་ཤིང་སྟག་ལོ་བོད་སྤྱི་ལ་འོང་བའི་རྒྱལ་པོ་ཐོག་མ་གཉའ་ཁྲི་བཙན་པོ་བྱུང། དུ་བ། བྱས་ཙང། སྤྱི་ལོ་ད་ལྟ་ང་ཚོ་སྤྱི་ལོ་བརྩི་ཡ་དེ་སྤྱི་ལོ་ཡེ་ཤུ་འདས་ལོ་ནས་བརྩི་གི་ཡོད་རེད་སྤྱི་ལོ་མ་བྱུང་བའི་གི་སྤྱི་ལོ་ལོ་བརྩི་བ་ཡིན་ན་ཉིས་བརྒྱ་ཕྱི་མ་མ་ཉིས་བརྒྱ་མ་བརྒྱ་དང་ཉིས་རྩ་བདུན་ཤིང་ཁམས་འདི་ཤིང་གྱི་ལོ་ཏག་ཏག་བྱས་ཁམས་འདི་ཤིང་གྱི་ལོ་ཏག་ཏག་བྱས་ལོ་ལ་བོད་སྤྱི་ལ་བོད་སྤྱི་ལ་འོང་གྱུར་བའི་རྒྱལ་པོ་ཐོག་མར་གཉའ་ཁྲི་བཙན་པོ་བྱུང་བ་རེད་ལབ། ཏཱ་ཟི་ཨ་གཅིག་བྱས་ཡ།

བོན་ཆོས་དང་ས་བདག་གི་ཁ་སང་འགྲོ་ཚར་ཡིན་པ་དེ་རྒྱལ་རབས་ཉེར་བརྒྱད་པར་ལྷ་ཐོ་ཐོ་རི་གཉན་འཛིན་སྐབས་སངས་རྒྱས་ཀྱི་བཀའ་སར་སངས་རྒྱས་ཀྱི་སངས་རྒྱས་ཀྱི་ཆོས་གླེགས་བམ་སངས་རྒྱས་ཀྱི་ཆོས་གླེགས་བམ་གཉིས་ཕྱག་ཏུ་གསོན་པ་ཕྱག་ཏུ་གསོན་པ་ནི་དམ་པའི་ཆོས་དབུ་བརྙེས་ཡིན་པ་ཁ་སང་དེ་ཁ་སང་ཕྱིན་ཚར་ཡིན་པ་བར་ག་ནང་ལ་རྒྱལ་རབས་ཉེར་རྩ་བརྒྱད་པར་ལྷ་ཐོ་ཐོ་རི་གཉན་འཛིན་སྐབས་ལ་མདོ་སྡེ་སྤང་གོང་ཆོས་རྒྱལ་དང་ཟ་མ་ཏོག་གཉིས་ཕྱག་ཏུ་གསོན་ཕྱག་ཏུ་གསོན་པ་ལ་བརྟེན་ནས་དེ་གཉིས་ཀྱི་དོན་དེ་སྐབས་དེ་དུས་ང་ལ་བོད་ལ་ཡི་གེ་མེད་པ་དང་ཆབས་ཅིག་ཏུ། མེད་པ་ལ་དེ་ནི་དེའི་དོན་ཤེས་པར་ཆགས་གཅིག་ཏུ་དེ་ཡི་ཡི་གེ་དེ་ཡང Sanskrit ནང་ལ་ཡོད་པ་ལེགས་སྦྱར་སྐད་ནང་ལ་ཡོད་པ་དེ་ནི་དེའི་དོན་མ་ཤེས་པ་ལ་ནི་གསང་བ་བྱེད། ད་དེ་ལྟ་བུ་བས་ན་དཔེ་ཆ་དེ་ལ་ཆོག་ཆག་ཆེར་ཆག་ཏུ་ཆོད་པ་ཕུལ་བས་ན་དཔེ་མི་རྟེན་འབྲེལ་བཟང་པོ་ཡོང་གི་ཡོད་པ་དང་ཡང་ཆག་ཏུ་ཆོད་པ་མ་ཕུལ་བས་ན་རྟེན་འབྲེལ་བཟང་པོ་ཡོང་གི་མེད་པའི་རྒྱུ་མཚན་ལ་བརྟེན་སྙིང་པོའི་མིང་ལ་སྙིང་པོ་གསང་བ་བཏགས་པ་ཡིན་པ་ཁ་སང་དྲི་བ་མང་པོ་བཏང་ས་རེད

དཔེར་ན་དགའ་ན་དགའ་ཆོག་སྡུག་ན་སྡུག་ཆོག་ཆོག་ཅེས་འོག་དེ་ལས་སྙིང་པོ་ཟེར་ལ་བྱས་ཙང་འཕགས་པའི་དཔེ་ཆ་དེ་ལ་ཡང་ཕྱག་དང་མཆོད་པ་ཕུལ་ན་བཀྲ་ཤིས་པའི་རྟགས་མཚན་མང་པོ་ཡོང་དང་ཕྱག་དང་མཆོད་པ་མ་ཕུལ་ལུགས་བྱས་ན་ཡང་སྣང་མེད་ཤག་ཤག་ན་ཡང་རྟེན་འབྲེལ་བཟང་པོ་ཡོང་གི་མེད་པའི་རྒྱུ་མཚན་དེ་ནི་སྙིང་པོ་ཆེ་གསང་བ་ཟེར་ཏེ་དེ་ཡི་དོན་དག་ཧ་གོ་མའི་གསང་བ་དེ་ཡིན་པས་འོག་དེ་ཉིད་དེ་ཚོས་ད་འདི་ནང་ལ་ད་ལྟ་དེ་པོ་འདི་ནང་ལ་གང་དུ་སུ་ལབ་པ་ཡིན་ན། བོད་ཀྱི་བོད་སྤྱི་ལ་འོང་བའི་རྒྱལ་པོ་ཐོག་མ་གཉའ་ཁྲི་བཙན་པོ་ནས་བཟུང་ནས་རྒྱལ་པོ་ཉིས་རྩ་བདུན་གྱི་རིང་ལ་བོད་ཀྱི་ནང་དུ་བོད་ཀྱི་ཆོས་ལུགས་དེ་ག་ས་ན་བོན་པོའི་བོན་པོའི་ཆོས་ལུགས་རེད་ལབ་རེད། དེ་ནས་བཟུང་ནས་རྒྱལ་རོང་ཉིས་རྩ་བརྒྱད་པ་ལྷ་ཐོད་ཐོད་ནས་གཉན་བཙན་སྐབས་ལ་ག་ས་ཕྱག་ཏུ་དཔེ་ཆ་གཉིས་ཕྱག་ཏུ་གསུངས་པ་དང་ཆབས་ཅིག་ཏུ་དེ་ནས་བཟུང་ནས་ནང་པ་སངས་རྒྱས་པའི་ཆོས་ཀྱི་དབུ།

སུམ་ཅུ་སོ་དགུ་ནས་བཟུང་ནས་བརྡལ་བ། ལོ་གཉིས་ཉིས་སྟོང་ལྷག་གི་གོང་ལ་མི་ཚོགས་དེ་རྣམས་ཆིག་སྒྲིལ་གྱིས་བོད་རྒྱལ་ཁབ་གོང་བུ་གཅིག་ཏུ་འགྱུར་སོ་དེ་ནས་མར་ལོག་ན་ཡང་གོ་རྒྱུ་ཡོད་རེད། ད་དེ་ཞུགས་དེ་ལ་ཁར་འདུག་སླ་པ་ཡིན་ན་ངས་དེ་རིང་གི་རླབས་གཡག་གི་དོན་ཚན་གཉིས་པ་དེ་སྲོང་བཙན་སྒམ་པོ། ད་སྲོང་བཙན་སྒམ་པོའི་སྐོར་ང་ཚོ་དངོས་གནས་ཆོས་རྒྱལ་མེས་དབོན་རྣམ་གསུམ་སོགས་ཡོངས་གྲགས་ཡིན་པ་ལ་བརྟེན་ནས་ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་སྐོར་ལ་བོད་མི་ཚང་མ་བལྟས་བལྟས་བཤད་ཡོད་རེད་ད། བོད་མིར་ཡི་གེ་སྦྱངས་མ་མྱོང་མཁན་དེ་ཚོ་ལ་ཡང་ཐོས་བསམ་བྱས་མ་མྱོང་མཁན་ཞེས་ཡོད་པ་ཡིན་ན་ང་ཚོ་སློབ་སྦྱོང་བྱས་མྱོང་མཁན་དེ་ཚོ་ལ་ཆོས་རྒྱལ་མེས་པོ་རྣམ་གསུམ་གྱི་བསྟི་གནས་མེད་པ་ནི་ཅིག་ངོ་ཚ་ཡག་ཡོད་པ་ཡིན་ན་ད་ངོ་ཚ་བོ་ཡོང་གི་རེད་དེ་ཡིན་ན་སློབ་ཚན་ནང་ལ་ཁ་སང་ཅིག་ཐོན་པར་བ་དེ་རིང་ཡང་འདིའི་ནང་ལ་སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་བོད་དང་ཁྱིམ་མཚེས་རྒྱ་ནག་ནང་ལ་ཡང་སྲོང་བཙན་སྒམ་པོ་སྐོར་འདུག་དུས་གསུངས་ཡོད་རེད་དེ་གཉིས་ནི་ཟུར་བསྟོན་བྱས་ཡོད་རེད་ཁ་དེ་སྲོང་བཙན་སྒམ་པོ་ཆེ་སྲོང་བཙན་སྒམ་པོ་རྒྱལ་རབས་བརྩི་བ་ཡིན་ན་གསུམ་སོགས་གསུམ་པ་རེད་གསུམ་སོགས་གསུམ་པ་རྒྱལ་རབས་བརྩི་བ་ཡིན་ན་བོད་རིམ་བརྩི་བ་ཡིན་ན་སྲོང་བཙན་སྒམ་པོའི་ཁར་རྒྱལ་རབས་སུམ་ཅུ་སོགས་གསུམ་པ་སྲོང་བཙན་སྒམ་པོ་ལ་རེད་སྲོང་བཙན་སྒམ་པོ་ག་དུས་བྱུང་སོགས་ལ་བལྟ་ན་འདས་བྱུང་དང་སྲོང་བཙན་སྒམ་པོ་དེ་འདུག་སྲོང་བཙན་སྒམ་པོ་དུས་སྐབས་སུ་ཕྱི་ལོ། ཕྱི་ལོ། དྲུག་བརྒྱ་ཉི་ཤུ་རྩ་དགུ་ལོར་སྐུ་འཁྲུངས་སོ་སྲོང་བཙན་སྒམ་པོ་འཁྲུངས་ཡ་དེ། ཕྱི་ལོ་དྲུག་བརྒྱ་ཉིས་བརྒྱ་རྩ་དགུ་ལོར་སྐུ་འཁྲུངས་པ་རེད་ལ་སོ་མཛད་སྒམ་པོ་འཁྲུངས་ལོ་དེ་སྤྱི་དང་རྒྱལ་རབས་བརྩི་བ་ནི་གསུམ་སོགས་གསུངས་པ་བཅས་འཁྲུངས་ལོ་དེ་བརྩི་བ་ཡིན་ན་དྲུག་བརྒྱ་ཉིས་བརྒྱ་རྩ་དགུ་ལ་འཁྲུངས་པ་རེད་ལབ་རེད། ད་ཐུ་མོ་སོ་མཛད་སྒམ་པོ་གི་མཛད་རྣམ་དང་མཛད་རྗེས་དེ་དཔེ་མི་སྲིད་ཀི་རླབས་པོ་ཆེ་ཞུ་བཞིན་ཡོད་ར་ལབ་ཐུ་ཨེ་ཡོད་མར་བ་ད་འདིའི་ནང་ལ་ང་རང་ཚོ་སྐྱབས་མགོན་རིན་པོ་ཆེ་གི་འདིའི་ད་ལྟ་མཛད་རྣམ་ནང་ལ་གསར་པའི་ཞིག་གསུངས་བྱས་པ་ཡིན་མདོར་བསྡུས་བྱས་ནས་ཞུས་པ་ཡིན་ན་ཐུ་མི་སོ་ད་ཕྱག་ལས་རྒྱ་ཆེ་ཤོས་དེ་སྲུང་བརྩི་སྒམ་པོ་གི་ཕྱག་ལས་རྒྱ་ཆེ་ཤོས་དེ་འཐུས་མི་གསུམ་བོད་དྲ་རྒྱ་གར་དུ་བཏང་ནས་བོད་ཡིག་བཟོ་ཡས་དེ་རེད་བ། ད་ད་ལྟ་ང་རང་ཚོའི་བོད་གངས་ཅན་གྱི་ནང་པ་སངས་རྒྱས་པའི་ཆོས་བོད་བརྒྱུད་ནང་བསྟན། བོད་བརྒྱུད་ནང་བསྟན་ནཱ་ལེནྡྲ་ནས་དར་བའི་དར་བ་དགེ་བོད་བརྒྱུད་ནང་བསྟན་ཡོངས་སུ་རྫོགས་པ་ཡག་པོ་ཤེས་དགོས་འོས་ཡོད་ན་སྐྱབས་མགོན་རིན་པོ་ཆེ་ག་དུས་མིན་ནས་བོད་ཡིག་ཁོ་ན་མ་གཏོགས་མི་འདུག་གསུང་གི་འདུག་དེ་འདྲའི་རྩ་ཆེན་པོ་ཆགས་དུ་ཡོད་རེད་བ་དེ་ལྟ་བུའི་བོད་ཡིག་རྩ་ཆེན་པོ་དེ་ཐོག་མར་སྲུང་བརྩི་སྒམ་པོ་སྲུང་བརྩི་སྒམ་པོ་ལ་སྐབས་དེ་དུས་གང་ལ། ང་ཚོ་ཆོལ་ཁའི་མི་བུ་རྣམས་གསུམ་སྐབས་ལ་ཨེ་ཤེ་ཡ་ནང་ལ་ང་ཚོའི་བོད་དེ་གའི་སྟོབས་ཤུགས་ཆེ་ཤོས་ཡིན་ཟེར་ར་བ། ད་སྲོང་བཙན་སྒམ་པོ་ལ་ད་སྟོབས་ཤུགས་ཆེན་པོ་ཡོད་པ་དེ་ལས་སྐལ་ལ་སོགས་པ་དང་དེ་འདྲའི་ཡི་གེ་མང་པོ་སླེབས་གི་ཡོད་ཟེར་ར་བ། སླེབས་འདུག་ག་ལ་སྲོང་བཙན་སྒམ་པོ་ཐུགས་དགོངས་ལ་གར་དགོངས་རེད་ད་ཡི་གེ་ཡུལ་ཁག་སོ་སོ་གི་སོ་སོ་ཡི་གེ་ཡི་སྒང་ལ་སོ་སོ་ཡི་གེ་བཏང་ཡོང་དགོས་པ་དེ་ནི་སྲོང་བཙན་སྒམ་པོ་ཐུགས་དགོངས་གར་དགོངས་ད་ད་རྒྱལ་ཁབ་དེ་ཚོ་ལ་ཡིག་ལན་དང་ཡི་གེ་ཡོད་མ་རེད་ད་ཡི་གེ་མེད་ན་ད་དཔེ་མི་སྲིད་ཐབས་སྐྱོ་བོ་ཞིག་ཡིན་རྒྱལ་ཁབ་ཅིག་ཡི་གེ་མེད་ན་ད་དཔེ་བསགས་ཤག་ད་ལུས་པའི་བསམ་གཏན་སྐྱོང་གི་གསུང་ཚིག་སྒམ་པོ་གི་ཐུགས་ཀ་ནས་ཡི་གེ་བཟོ་དགོས་དང་ཁ་ཆེན་པོ་ལ་སྐད་དང་མཐུན་པའི་སྐད་དེ་མར་ཟ་བྱེད་སྐད་དང་མཐུན་པའི་ཡི་གེ་བཟོ་བ་ཁ་ཆེན་པོ་ཡིན་པ་ལ་དགོངས་ནས་དེ་ཐུ་མི་སུམ་པ་ལ་སོགས་པ་བཅུ་དྲུག་ཟས་སྦྱོར་ཉིད་རྩག་བྱེད་ཟས་སྦྱོར་མདོར་བསྡུ་བས་ན་གང་ཅི། ཐུ་མི་སུམ་བ་འགྲོ་མང་པོ་ཅིག་རྒྱ་གར་ལ་བཏང་ནས་ཐ་མ་ཐ་མ་ཁུངས་འཁྱོལ་བ་སྟེ། འཐུས་མི་གསུམ་པར་མོ་ཐུ་མི་ཡོ་མར་བ། དེ་འཐུས་མི་གསུམ་པོ་དེ་རྒྱ་གར་དུ་མངགས་འདུག་འཐུས་མི་ཨང་དང་པོ་དེ་འཐུས་མི་རྒྱ་གར་དུ་མངགས་མངགས་སུ་བཏང་བ་རེད་ག་རེ་ཆེད་དུ་མངགས་པ་རེད་ག་རེ་ཆེད་དུ་བཏང་ཟེར་རང་གི་སྐད་དེ་མཐོན་པོ་གི་ཡི་གེ་བཟོ་བའི་ཆེད་དུ་འཐུས་མི་གསུམ་པོ་དེ་རྒྱ་གར་ལ་མངགས་སུ་མངགས་པ་སོང་བཏང་བ་རེད་ད་མངགས་པ་དེ་ནི་ཁ་སང་ནས་བོད་ཡིག་ཐོག་མར་བརྩམས་འདུག་བོད་ཀྱི་ཡིག་གཟུགས་དེ་ཐོག་མར་བཟོ་བ་རེད་ལབ་རེད་བོད་ཡིག་གཟུགས་དེ་ཐོག་མར་བརྩམས་ད་དེ་ཤུགས་ལྡན་ཡང་སྲོང་བཙན་སྒམ་པོ་སྐབས་དེ་དུས་གང་ལ་ཨེ་ཤེ་ཡའི་ནང་ལ་རྒྱལ་ཁབ་ཆེ་ཤོས་ཡིན་པ་དེ་ནི་བཙུན་མོ་གཉིས་གདན་དྲངས་པར་བ། བཙུན་མོ་གཉིས་དང་ར་བ་ཡུལ་ནས་བཙུན་མོ་གཅིག་ནེ་པལ་ནས་བཙུན་མོ་གཅིག་རྒྱ་ནག་ནས་བཙུན་མོ་གཅིག་བ་ས་ཁྲི་བཙུན། བ་ཡུལ་ནས་གདན་དྲངས་པ་དེ་ལ་བ་ས་ཁྲི་བཙུན་ཅེས་རྒྱ་ནག་ནས་གདན་འདྲེན་ཞུས་པ་དེ་ལ་རྒྱལ་ས་ཀོང་ཇོ་ཞེས་འདོགས་བ་ས་ཁྲི་བཙུན་དང་རྒྱལ་ས་ཀོང་ཇོ་གཉིས་བོད་དུ་གདན་དྲངས་སོ། རྒྱལ་ས་བ་ས་ཁྲི་བཙུན་དང

ག་ས་གང་ཡོད་དུ་གང་ཐད་དུ་བླུན་པོ་ཚང་མ་རིག་པ་འདྲེན་དུ་བཅུག་རིག་པ་འགྲིག་པ་འདྲ་མི་རིག་འདྲེན་ཐ་མ་ཐ་མ་གང་བྱེད་རིག་པ་དེ་བརླག་མ་ཁ་བྱེད་ནི་རྒྱ་གར་རྒྱ་ནག་བོད་ལ་བོད་ལ་བསྟན་དོད་བསྟན་དོད་ཡོད་མ་རེད་དེ་ཡིན་ན་ཡང་སྟག་གཟིག་ལ་སོགས་པ་གི་དཔེ་མི་བརྒྱུད་ན་དཔེ་འཇོག་ཡོད་ཡོད་འདའ་འོ་དེ་མང་པོ་ཅིག་ལ་བསྟན་དོད་ཡོད་དེ་ཡིན་ན་ཡང་སྟག་བླུན་པོ་ཚོ་རིག་པ་འདྲེན་དུ་གང་ལ་རིག་པ་བརླག་མ་ཁ་བར་མགར་སྟོང་ཚོ་གི་རིག་པ་སུས་ཀྱིས་ཁ་གཏད་བཅག་མ་ཐུབ་པ་དེ་ནི་ག་ས་འདི་བ་ཚ་ཁྲི་བཙུན་མ་དང་རྒྱལ་ས་ཀོང་ཇོ་རྒྱ་ནག་ནས་གདན་དྲངས་བར་བ

རྒྱལ་ས་ཀོང་ཇོས་ཀྱི་བོད་མི་སེར་གྱི་གཙུག་ལག་ཁང་མང་པོ་བཞེངས་པ་གིས་ར་ས་འཁྲུངས་ན་གཙུག་ལག་སོགས་པ་བྱས་རྗེས་མང་པོ་ཡོད་པ་ར་བ་རྩིས་སོགས་བོད་མི་རྩིས་ལ་མཁས་པ་བཞི་བོ་ཡིན་ཟེར་བ་ར་བ་དེས་ན་རྒྱ་ནག་དམིགས་བསལ་གྱི་རྩིས་ལ་མཁས་པ་དེ་རྣམས་ན་སྲོང་བཙན་སྒམ་པོ་ཀུན་བཙུན་མོ་བོད་རྒྱལ་ས་ཀོང་ཇོས་ཀྱི་རྩིས་ལ་དཔེ་མཁས་པ་ཡིན་ཟེར་རྩིས་རྒྱལ་ལ་བྱེད་ས་འདི། ཇོ་བོ་ཤཱཀྱ་མུ་ནེ་མི་བསྐྱོད་རྡོ་རྗེ་མདའ་འདི་ཇོ་ཤཱཀ་རྣམ་གཉིས་སེར་ང་ཚོ་ཁྱེད་ཚོ་དོ་སྣང་ཡོད་ནི་མིན་ང་ཚོ་མི་སྒེར་པ་དེ་ཚོ་མནའ་སྐྱེལ་བའི་སྐབས་ལ་བྱོས་ཤོག་རྣམ་གཉིས་ཟེར་མནའ་སྐྱེལ་ཟེར་ན་ཁ་ཤས་ཀྱིས་ཁྱེད་ཚོ་དཀོན་མཆོག་དཀོན་མཆོག་ཟེར་མནའ་སྐྱེལ་བའི་འོ་དེ་ནང་བཞིན་བྱས་ཙང་ང་ཚོ་བོད་བོད་མི་སྒེར་པ་ཚོ་མནའ་བ་སྐྱེལ་བྱོས་ཤོག་རྣམ་གཉིས་བྱོས་ཤོག་རྣམ་གཉིས་ཟེར་ནི་བྱོས་ཤ་སྐྱ་མུན་ནོ་མི་སྐྱེལ་རྡོ་རྗེ་བྱོས་ཤ་སྐྱ་མུན་ནི་སྐབས་དེའི་ཁ་ས་ད་འོ་དེ་མི་སྐྱེལ་རྡོ་རྗེ་གཉིས་རེད་ལབ་རེད་འོ་དེ་གཉིས་རྒྱ་གར་དར་ཁ་ས་གཉིས་དེ་འདྲ་བཞུགས་པ་རེད་ལབ་རེད་ད་དེ་བཞུགས་དེ་ལ་སྲུང་བརྩི་དགའ་བ་བྱེད་ལྷ་ལྡན་གཙུག་ལྷ་ལྡན་སྤྲུལ་པའི་གཙུག་ལག་ཁང་དང་ར་མོ་ཆེ་སོགས་གཙུག་ལག་ལྷ་ལྡན་དགེ་བའི་གཙུག་ལག་ཁང། ལྷ་ལྡན་ཚོའི་གཙུག་ལག་ཁང་ཟེར་ལྷས་ཚོའི་ལྷས་སུ་གཙུག་ལག་ཁང་བཅས་གཅིག་བྱས་དེ་ན་ར་མོ་ཆེ་གཙུག་ལག་ཁང་སོགས་གཙུག་ལག་ཁང་མང་པོ་བཞེངས་པ་རེད་ལ། དེས་མ་ཟད་ཀྱི་ཕོ་བྲང་ཆེན་པོའི་པོ་ཏཱ་ཕོ་བྲང་ཆེན་པོའི་པོ་ཏཱ་ལ་བཞེངས་སྟེ་སོ། ཕོ་བྲང་ཆེན་པོའི་པོ་ཏཱ་ལ་ད་ཕོ་བྲང་ཆེན་པོའི་པོ་ཏཱ་ལ་ད་ལྟ་འཛམ་གླིང་ནང་ལ་སྐད་གྲགས་ཡོད་ཡ་གི་ཕོ་བྲང་དེ་ཐོག་མར་འགོ་བརྩམས་མཁན་ཐོག་མར་བཞེངས་མཁན་དེ་སྲོང་བཙན་སྒམ་པོ་རེད་བ། ཁ་ཤས་ཀྱིས་གསུང་ཕོ་བྲང་དམར་པོ་སྲོང་བཙན་སྒམ་པོ་སྒོམ་སྐྱོན་ཡག་ཤོས་དུ་བཞེངས་པ་ཡིན་ཟེར་བ་ལྟར་དེ་ཞིག་ཏུ་ལ་དྭགས་རྒྱལ་མཆོག་ལྔ་བ་ཆེན་པོ་རྒྱལ་མཆོག་ལྔ་བ་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་སྐབས་ལ་བོད་མི་སེར་གྱི་བུ་ད་ལྟ་འཛམ་གླིང་ནང་ལ་སྐད་གྲགས་ཡོང་བཞུགས་འདུག་མཁན་དེ་ལས་ཀ་དགོས་དཀའ་སེ་སྲོང་བཙན་སྒམ་པོ་དབུ་འཛུགས་གནང་ནས་མཐའ་མ་ཐ་མ་འཛམ་གླིང་ནང་ལ་སྐད་གྲགས་ཅན་སྐད་གྲགས་ཡོང་བའི་ཕོ་བྲང་པོ་ཏི་ལ་ད་ལྟ་ང་མཇལ་རྒྱུ་ཡོད་པ་དེ་གོང་ས་ལྔ་བ་ཆེན་པོ་གིས་བཞེངས་པ་རེད་བ་གོང་ས་ལྔ་བ་ཆེན་པོ་བཞེངས་པའི་སྐབས་ལ་བཞེངས་བཞིན་པའི་གོང་ས་ལྔ་བ་ཆེན་པོ་དགོངས་པ་ཆོས་དབྱིངས་མྱ་ངན་འདས་པའི་དུས་སུ་སླེབས་པའི་སྐབས་ལ། སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་བསྔགས་ནས་ད་གང་ཆེ། ངག་བོད་པའི་རྒྱལ་ས་འདི་བཞུགས་སྨྲས་པ། ཞིང་གི་ཞིང་ལ་འདེབས་པ་མྱ་ངན་འདེབས་པ་ཧ་གོ་མྱ་ངན་འདེབས་ཧ་གོ་ཡིན་ན་བོད་མི་ཚང་མ་གི་གཙུག་ལག་ཁང་བཞེངས་ལ་བར་ཆད་ཡོང་གི་ཡོད་པ་ལ་བརྟེན་ནས། ཨ་མདོ་རྒྱལ་ས་འདི། སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་བསྔགས་ནས་རྒྱལ་ས་སངས་རྒྱས་རྒྱ་མཚོ་གི་ཐང་མ་ཐང་མ་ཐང་མ་ཐང་མ་ཐང་ཐང་དེ་ཕོ་བྲང་དཔེ་མི་སྲིད་དེང་སང། རྩ་ཆེན་པོ་དང་གཟི་བརྗིད་ཅན་དང་འཛམ་གླིང་ནས་སྐད་གྲགས་ཡོང་ཡ་དེ་འདང་མཇལ་ཡི་ཡོད་པ་དེ ྋགོང་ས་ལྔ་བ་ཆེན་པོ་གི་རྒྱ་སྐྱེད་ནང་རྒྱ་སྐྱེད་མདང་ཡའི་དབུ་འཛུགས་ནང། དབུ་འཛུགས་གནང་ནས་ཁོང་ཞིང་ལ་ཤར་ཡུལ་གྱི་དུས་སུ་སླེབས་པའི་སྐབས་ལ་བྱས་ཙང་ཐ་མ་ཐ་མ་སྡེ་སྲིད་སངས་རྒྱས་རྒྱ་མཚོ་གི་ཕར་ཆེར་འདི། ག་ས་འདི། དེ་སངས་རྒྱས་རྒྱ་མཚོ་གི་ཕར་ཆེར་འདུག་གཙུག་ལག་ཁང་དེ་ཕར་ཆེར་འདི་བཞུགས་བསྐྱལ་བ་ཡིན་པ་ཡོད་པས་དེ་སངས་རྒྱས་ཆེན་པོ་ཡིན་འོ་དེ་ས་འདི་ནང་ལ་འདུག་ན་རིན་པོ་ཆེ་གཙུག་ལག་ཁང་དང་ཕོ་བྲང་ཆེན་པོ་པོ་ཏཱ་ལ་ཤང་གི་ས་འདི་ནང་སྲོང་བཙན་སྒམ་པོ་སྐོར་ལ་ཁྱེར་ས་འདི་ཡོད་རེད་སྒང་དེ་འདི་འདུག་ཨ་ཤོག་བྲང་འདི་འདུག་ཨ་འདི་ཁོས་ཐུགས་འདུན་དང་བོད་ས་ཁྲི་བཙུན་དང་རྒྱལ་ས་ཀོང་ཇོ་བུ་མོ་བཅས་བཙུན་མོ་གསུམ་བཞེས་ཡོད་འདུག་ཨ་ཇོ་བོ་ཤཱཀྱ་མུ་ནེ་མི་སྐྱ་རྡོ་རྗེ།

སུམ་ཅུ་སོ་དྲུག་པ། སུམ་ཅུ་དོག་འདི་བཏགས་ཨ་མ་ཤོག་གྲངས་འདི་ཤོག་གྲངས་བརྒྱ་དང་བཞི་བཅུ་དགུ་འོག་འདི་བཏགས་ཤོག་དུམ་མཚམས་དང་པོ་གི་ཡིག་གྲངས་འདི་བཏགས་ཤོག་ཡིག་གྲངས་གསུམ་གསུམ་པ་བཏགས་རྒྱལ་རབས་སོ་དྲུག་པ། རྒྱལ་པོ་ཁྲི་ག་ཟེར། རྒྱལ་པོའི་ཁྲི་གཙུག་སྡེ་བཙན་ནམ་མེ་ཨག་ཚོམ་ཟེར་བ་ཁ་སང་ཁྲི་གཙུག་སྡེ་བཙན་ཁྲི་གཙུག་སྡེ་བཙན་མེ་ཨག་ཚོམ་མེ་ཨག་ཚོམ་ཟེར་བའི་ཁར་ལོ་པེ་མི་སེར་གྱི་རྒན་ཐོག་ཁ་བོ་ཆེ་མ་ལེ་ལ་ཨོག་ཚོམ་ཡོད་པར་བརྟེན་ནས་བྱས་ཙང་མེ་ཨག་ཚོམ་བཏགས་པ་རེད་མེ་ཨག་ཚོམ་དུས་སུ་རྒྱ་ནག་དང་བོད་ཡུལ་དམག་འཁྲུག་དམག་འཁྲུག་ཚུན་དམག་འཁྲུག། དབུལ་ཕྲུག་བྱུང་སྐབས་བུ་ལོན། སྟག་བྲག་ཀླུ་གོང་དམག་དཔུང་བྱས་པའི་སྐབས་དེ་དུས་ཀང་ལ་མེ་ཨག་ཚོམ་གི་བླུན་པོ་སུ་རེད་ལབ་པ་ཡིན་ན་བོད་པའི་བླུན་པོ་དེ་སྟག་བྲག་ཀླུ་གོང་ཟེར་པའི་མི་ཟེར་གི་དཔའ་མཛངས་ཅན་ཅིག་ཡོད་རེད་ལབ་རེད་དམག་དཔུང་དེ་བཅས་པའི་རྒྱ་ནག་གི་ཡུལ་གྲུ་མང་པོ་བཅོམ་རྒྱ་ནག་ཡུལ་སྐོར་བ་མོ་ཏག་ཏག་བཟོ་བ་རེད་ལབ་རེད་བཟོས་པའི་ལོ་རྒྱུས་བྲིས་པའི་རྡོ་རིང་དེང་སང་པོ་ཏཱ་ལའི་མདུན་དུ་ཡོད་སྐབས་དེ་དུས་རྒྱལ་རབས་སུམ་ཅུ་སོ་དྲུག་པ་མེ་ཨག་ཚོམ་སྐབས་ལ་ཁོ་རང་གི་མེ་ཨག་ཚོམ་གི་བླུན་པོ་དཔའ་མཛངས་ཅན་སྟག་སྒྲ་ཀླུ་སྒོམ་གྱི་མགོ་ཁྲིད་དེ་དམག་དཔུང་རྒྱ་ནག་ལ་ཕྱིན་ནས་རྒྱ་ནག་ཡུལ་གྲུ་ཏག་ཏག་མང་པོ་ཕམ་དུ་བཅུག་ནས་རྗེས་སུ་ཕམ་དུ་བཅུག་པའི་ལོ་རྒྱུས་ཡི་གེ་དེ་དེང་སང་ཡང་ཕོ་བྲང་པོ་ཏཱ་ལེགས་ཀྱི་རྡོ་རིང་གི་ཡི་གེ་འདུལ་བའི་རྡོ་རིང་གི་རྡོ་རིང་གི་སྟེང་ན་དེང་སང་ཡང་གསལ་ཡོད་རེད་སོ་དེ་གཅིག་རེད་ད་དེ་དེ་པར་ར་དེ་ལ་དེ་ག་ས་དེ་རྒྱལ་རབས་སུམ་ཅུ་སོ་དྲུག་པ་རྒྱལ་བོ་ཀྲི་ཀ་ས

བདུན་བརྒྱ་དགུ་བཅུ་ལོ་ལ་འཁྲུངས་པ་རེད་བདུན་བརྒྱ་དགུ་བཅུ་ལོ་དེ་རྒྱལ་རབས་སུམ་ཅུ་སོ་བདུན་པ་རེད་རྒྱལ་རབས་སུམ་སོ་བདུན་པ་ཁྲི་བཟང་ལྡེའུ་བཙན་ད་ཁྲི་བཟང་ལྡེའུ་བཙན་སྐབས་ལ་ཕྱག་ལས་རྒྱ་ཆེ་ཤོས་དེ་ཁ་སང་ང་ཚོ་ཕྱིན་པའི་གསང་ཉམས་མི་འགྱུར་ལྷུན་གྱིས་འགྲུབ་པའི་གཙུག་ལག་ཁང་བཞེངས་པ་དེ་ཡིན་པ། གསང་ཉམས་མི་འགྱུར་ལྷུན་གྱིས་འགྲུབ་པའི་གཙུག་ལག་བཞེངས་པའི་སྐབས་ལ་གཙུག་ལག་ཁང་བཞེངས་ཡག་དེ་ཆོས་རྒྱལ་ཁྲི་བཟང་ལྡེའུ་བཙན་གྱི་སྐབས་ལ་མཁན་ཆེན་ཞི་བ་སོགས་བོད་ལ་གདན་དྲངས་ནས་གཙུག་ལག་ཁང་བཞེངས་ཡག་གི་མགོ་བཙུགས་པ་རེད་དེ་གཙུག་ལག་ཁང་ཆུ་ནས་བཞེངས་ཐུབ་གི་ཡོད་མ་རེད་ལགས་འདི་བར་ཆད་ཆུ་ནས་འདྲེ་དུག་པ་ཅན་ལ་སོགས་པ་གི་བར་ཆད་ཆུ་ནས་བཞེངས་ཐུབ་གི་ཡོད་མ་རེད་ལགས་དེ་དུས་བར་ཆད་ཟློག་ཡག་གི་ཆེད་དུ

ས་མིང་གི་གཙུག་ལག་ཁང་ཞེས་ན་གཙུག་ལག་ཁང་གང་དྲི་རྒྱ་ཆེན་པོ་ཡོད་ཁ་སང་འཕགས་བོད་དུ་རིང་ནས་ད་གཟོད་གཉིས་པ་ནང་ཕྱིན་པ་ཡིན་པ་སྔོན་གཙུག་ལག་ཁང་ཁོངས་གླིང་བརྒྱད་དབྱེ་བ་གླིང་བརྒྱད། སྦྲ་མིར་སྒོམ་སྐྱོན་ས་དང་དཔེ་ཆ་བཤད་ས་དང། མ་ས་ན་རྡོ་དུ་བས་མཐའ་མ་ཐང་མ་གི་རྒྱུ་སྐར་བཟའ་བཅའི་བཞག་ས་ནས་ཕྱིན་ན་ཕྱག་མ་མདོར་གླིང་བརྒྱད་དབྱེ་བའོ་དེ་ལ་སོགས་པ་བོད་ཀྱི་རྒྱ་གར་རྒྱ་གར་གྱི་བོད་སྐད་ལ་བསྒྱུར་ས་དང། ཆོས་བཤད་ས་དང་སྒོམ་སྐྱོན་ས་དང། ཨོ་དེ་མི་དེ་མི་སོགས་མང་པོ་ཡོད་གླིང་བརྒྱད་དབྱེ་བའོ་དེ། རྒྱ་གར་ནས་མཁྱེན་བརྩེ་ཞེས་པ་ཚོ་མཁྱེན་བརྩེ་ཞེས་པ་ཚོ་དང་མཁྱེན་བརྩེ་གདན་དྲངས། སློབ་དཔོན་པད་མ་འབྱུང་གནས་སུ་དང་མཁྱེན་བརྩེ་ཞེས་སློབ་དཔོན་པད་མ་འབྱུང་གནས་གདན་དྲངས་པ་རེད་ལབ། གདན་དྲངས་ནས་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་ཆེན་པོ་བཞེངས་འདུག་སྟེ་བསམ་ཡས་མི་ཁ་སང་ཕྱིན་པ་ཡིན་པས་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་བཞེངས། གཙུག་ལག་ཁང་བཞེངས་ནས་གཙུག་ལག་ཁང་སྟོང་པར་བཞག་ནས་འདི་ཡོད་བ་མ་དེའི་ནང་ན་ཆུ་ལ་སློབ་སྦྱོང་བྱེད་ཡུལ་ཡོད་ར། སྐབས་དེ་དུས་ཀྱང་སྔན་མ་སྔན་མ་བོད་གངས་ཅན་ན་ཆོས་ཀྱི་སློབ་ཆེན་མང་ཆེ་བྲ་བ་ཞག་དག་ར་བ་དགེ་འདུན་པ་བྱེ་ས་དག་བྲ་བ་དགུ་ཡོད་ར་དགེ་འདུན་དགུ་ཡོད་པ་དེ་ནི་ཁ་སང་མང་ཆེ་སྒོ་ཚོ་ཞག་དང་པོ་མི་གཉིས་རྩ་གསུམ། མི་བསྐྱེད་མི་རྩ་གསུམ་རུག་རུག་ཚོ་མི་གཉིས་རྩ་གསུམ་རུག་རུག་ཚོ་ནི་དེ་ལ་སྐད་རིགས་བདུན་བསླབས་སྐད་རིགས་དྲུག་བསླབས་ནས་རྒྱ་གར་དང་རྒྱ་ནག་དང་ཧོར་དང་མང་པོ་ཆེ་སྐད་ཡིག་དྲུག་བསླབས་ནས་ཁོ་མི་གཉིས་རྩ་གསུམ་དུ་ཁེལ་བ་ཆགས་མི་ཉག་གསུམ་རྩ་གསུམ་གྱི་ནང་ནས་གཉིས་རྩ་གསུམ་གྱི་ནང་ནས་མི་བདུན་ཆུ་ཟུར་དོན་བྱས་ནས་སེར་བྲ་བ། དགེ་འདུན་པ་བྲུ་བ་བྱས་དུས་སེར་མི་མི་བདུན་རྟག་ཆད་བཏང་ཡག་གི་མི་བདུན།

བཀའ་འགྱུར་དང་བསྟན་འགྱུར་སོགས་ང་ཚོ་ནམ་རྒྱུན་བོད་ཁྱིམ་མང་ཆེ་ལ་བཀའ་འགྱུར་ཀློག་གི་ཡོད་བ་བོད་ཟླ་བཞི་བ་རྣམས་ལ་བཀའ་འགྱུར་ཀློག་གི་ཡོད་བ་བོད་ཡིག་མང་ཆེ་ཀློག་གི་པ་ལག་བསྟར་ནས་ཀློག་གི་རེད་འདི་བལ་གོས་བུ་ཕྲུག་ཁྱིམ་བདུན་ཀློག་གི་འདུག་བྱས་ཙང་བཀའ་འགྱུར་ཀློག་གི་ཡོད་བཀའ་འགྱུར་ཟེར་ཏེ་ག་ནི་སངས་རྒྱས་ཁོ་རང་གི་ཞལ་ནས་གསུང་བྱ་ཡིན་གྱི་སངས་རྒྱས་བཅོམ་ལྡན་འདས་ཀྱི་ཁོ་རང་གི་ཞལ་ནས་སངས་རྒྱས་ཀྱི་ནང་ལ་གསུང་དེ་བོད་སྐད་ལ་བསྒྱུར་བ་དེ་ལ་བཀའ་འགྱུར་ལབ་རེད། ཁ་སང། བསྟན་འགྱུར་གསལ་བའི་སྐབས་ལ་དེ་ལྟ་བུ་དེར་སངས་རྒྱས་བཅོམ་ལྡན་མྱ་ངན་འདས་ནས་སངས་རྒྱས་ཀྱི་བཀའ་མིན་པར་རྒྱ་གར་གྱི་པཱ་འདྲི་ད་དེ་ཚོ་གི་བརྩམས་བྱ་ཡན་གྱི་བསྟན་བཅོས་བོད་སྐད་བསྒྱུར་བ་ལ་བསྟན་འགྱུར་ཟེར་འདུག་བཀའ་དང་བསྟན་བཅོས་བཀའ་དང་བསྟན་བཅོས་གཉིས་བོད་སྐད་ལ་བསྒྱུར་བ་དེ་བཀའ་བསྒྱུར་བ་དེར་བཀའ་བོད་སྐད་དུ་བསྒྱུར་བ་དེ་ལ་བཀའ་འགྱུར་ཅེས་པཱ་འདྲི་ད་རྒྱ་གར་གྱི་པཱ་འདྲི་ད་མཁས་དབང་བརྩམས་བྱ་ཡན་གྱི་བསྟན་བཅོས་བོད་སྐད་བསྒྱུར་བ་ལ་བསྟན་འགྱུར་བཀའ་འགྱུར་བསྟན་འགྱུར་དེ་ནས་བྱུང་བ་འདི་རྒྱལ་པོའི་བཀའ་དང་ཟེར་རྒྱལ་པོའི་བཀའ་དང་བསྟན་བཅོས་མང་པོ་བོད་སྐད་དུ་བསྒྱུར་ས་དེར་མདོར་བསྡུས་མདོར་བསྡུས་ར་བ།

ད་ལྟ་ཨ་རྒྱའི་ཁྲི་ས་ཁྲི་རི་བ་གར་ནང་ཞབས་བོད་དང་རྒྱ་ནག་ས་མཚམས་ཀྱི་ཚེ་ས་མཚམས་ཀྱི་ཚེ་ཐག་རྡོ་རིང་བཙུགས་ད་བོད་དང་རྒྱ་ནག་གི་ས་མཚམས་ལ་ས་མཚམས་ཀྱི་རྟགས་བརྒྱབ་པ་རེད་འདུག་རྡོ་རིང་བཙུགས་པ་རེད་དེ་ནི་འདི་ནི་ཕལ་ཆེར་ལ་བོད་ཡིན་འདི་ཕལ་ཆེར་ལ་རྒྱ་ནག་རེད་ཟེར་མདོག་མདོག་འདི་བོད་དང་རྒྱ་ནག་ས་མཚམས་ཀྱི་ཚེ་ཚུ་ཚེ་རྟགས་ཚེས་ཀྱང་ཚེས་ཀྱང་ང་མ་སོང་ན་ས་མཚམས་ལ་རྟགས་བརྒྱབ་ནས་གང་ཆེ་རྡོ་རིང་བཙུགས་རྒྱ་གར་དང་བོད་མདོག་མདོག་རྒྱ་གར་དང་བོད་ཀྱི་ས་མཚམས་ལ་རྡོ་རིང་བཙུགས་པ་རེད་འདི་མན་ཆད་ལ།

རྒྱ་ནག་དང་རྒྱ་ནག་གི་ཡི་གེ་དང་བོད་ཀྱི་ཡི་གེ་མཉམ་དུ་ཡོད་པའི་གི་རྡོ་རིང། དེ་རྡོ་རིང་གི་ཡི་གེ་རྡོ་རིང་ལ་ཡོད་ཡི་གེ་དེ་ཕོ་བྲང་པོ་ཏཱ་ལ་འདང་ལ་ཡོད་རེད་ལ། ལེགས་འདུག་དེ་རྒྱ་ཡི་ཕོ་བྲང་དང་རྒྱ་ནག་གི་ཕོ་བྲང་མདུན་ལ་ཡང་རྡོ་རིང་གཅིག་བཙུགས་ཡོད་རེད་དེའི་ནང་ཡི་གེ་དེ་ལྷ་སའི་མདུན་ལ་ཡང་རྡོ་རིང་དེའི་ཡི་གེ་དེའི་ནང་ལ་ཕར་ཆད་རྒྱ་རྒྱ་ཡུལ་ལ་སྐྱིད་བོད་བོད་ཡུལ་སྐྱིད་ཟེར་བྱོས་ཀྱི་རེད་ཕར་ཆད་རྒྱ་རྒྱ་ཡུལ་ལ་སྐྱིད་བོད་བོད་ཡུལ་ལ་སྐྱིད་ཟེར་རྡོ་རིང་གང་ཡིན་ཡོད་དང་དེ་མིན་གང་ཞིག་འདོར་ཐུབ་པ་ཡིན་ན་དེའི་ནང་ལ་བལྟས་ད་ལྟ་སོང་ཁྲི་སྲོང་ལྡེའུ་བཙན་ཁྲི་རིན་པ་ཅན་གྱི་སྐབས་ལ་རྒྱ་ནག་དང་བོད་གཉིས

སྐད་ཅིག་རི་ཆུ་ཁ་སང་ཀའི་ས་བཅད་ཀྱི་སྐད་ཅིག་དེ་ནི་དུར་བ་ལུང་ཐུག་སྐད་ཅིག་ས་ཁ་སང་ཕག་ནང་ན་ས་ཞིག་གསལ་བ་ཡོད་བོད་དུ་རུང་ད་ཚུར་ནང་བསྟན་སྐད། སྐད་ཅིག་བོད་བཀའ་ས་སྐད་ཅིག་རིམ་པ་གསུམ་མཛེས། ཀའི་ས་བཅད་ཀྱི་སྐད་ཚིག་དུར་བ་ལུང་ཐུག་བོད་བོད་དེ་གཅིག་ག་ས་ལ་ཡང་གསང་སྔགས་མ་རྒྱུད་མ་གཏོགས་གསང་སྔགས་མ་རྒྱུད་རྒྱ་གར་བོད་སྐད་ལ་མ་གསང་སྔགས་ལ་གཉིས་ཡོད་བོད་ནི་ཕ་རྒྱུད་དུ་མ་རྒྱུད་གཉིས་ཡོད་བོད་ནི་མ་རྒྱུད་དུ་བོད་སྐད་ལ་མ་རྒྱུད་གསལ་དུ་བའོ་དེ་འདྲའི་ཕག་ནང་གསལ་ཡོད་བའོ་དེ་གཅིག་རེད་སྐད་ཆ་བཅད་རིམ་པ་གསུམ་ད་འདི་ནང་ལ།

ལུག་ཐུབ་རྐྱང་ཚེ་ཆེ་བ་ལ་བྱས་ཙང་ཁོ་རང་ལྷ་ལུང་དཔལ་གྱི་རྡོ་རྗེ་གིས་བཀྲོངས་ལྷ་ལུང་དཔལ་གྱི་རྡོ་རྗེ་བཀྲོངས་ནས་ཁོ་རང་གི་སྲས་གཉིས་བྱུང་སྲས་ངོ་མ་གཅིག་རྫུན་མ་གཅིག་བྱུང་དེ་གཉིས་རྨ་ཆ་འབའ་ཆགས་ནས་ཁག་གཉིས་ཆགས་ཁག་གཉིས་ཆགས་བ་དེ་ལ་སོགས་དེ་ནས་བཟུང་ནས་བོད་སིལ་བུ་ཐོག་འགྲོ་བ་རེད་བོད་སིལ་བུ་ད་དང་འདི་མདོར་བསྡུས་ཡོད་ད་ཨ་ད་ད་ཨ་དང་པོ་འདི་ད་ད། གླང་དར་གྱི་བསྟན་པ་བསྣུབས་བྱས་གླང་དར་གྱི་བསྟན་པ་བསྣུབས་བྱས་ལ་བསླབས་རེད་བོད་སིལ་བུར་ཐོག་ནས་ཁ་ཐོར་འདྲ། བརྟན་མ་ཐོབ་ལ་ཁ་ཐོར་ནས་སིལ་བུ་འཐོར་ནས་མི་ལོ་སུམ་བརྒྱ་བཞི་བཅུ་གྱ་བདུན་ཟླ་འདི་ངེས་པར་དུ་ངའི་སྐུ་བར་དང་བླངས་དར་མའི་བསྟན་པ་བསྣུབས་ནས་བོད་ཕྱི་རྒྱུད་མ་བྱུང་བར་བྱས་ནས་ལུང་ཆུང་རིགས་ལ་དཔོན་ཆུང་རིགས། ལུང་ཆུང་རིགས་ཕྱི་རྒྱུད་མ་བྱུང་ལུང་ཆུང་རིགས་ལ་ལུང་པ་ཆུང་ཆུང་རིགས་ལ་དཔོན་པོ་ཆུང་ཆུང་ག་ཚོད་ལོ་ག་ཚོད་གནས་པ་ཟིན་ན་མི་ལོ་སུམ་བརྒྱ་བཞི་བཅུ་གྱ་བདུན་གནས་པ་རེད་ལབ་རེད། ད་དེ་ལྟར་རེད་གནས་དེ་ཉམས་རྒུད་ཧ་ཅང་བྱུང་འགྲོ་བ་དེ་ཉམས་རྒུད་ཧ་ཅང་ཧ་ཅང་ཉམས་རྒུད་བྱུང་བ་རེད་ད་ད་དེ་ཞུགས་དེ་སྔོན་ན་འདི་སྔོན་ལ་སྒུག་དགོས་ད་ཁྱད་པར་སྐད་མི་འདུག་གཉའ་ཁྲི་བཙན་པོ་ནི། གཉའ་ཁྲི་བཙན་པོ་ནི་བོད་ཀྱི་དགྲ་བོ་གཉའ་ཁྲི་བཙན་པོ་ནི། གླང་དར་འདས་ལོ། གླང་དར་འདས་ལོ་མེ་སྟག། གླང་དར་འདས་ལོ་གླང་དར་མེ་སྟག་ལོ་གི་ཕྱི་ལོའི་སའི་མི་འདུག་ཁམས་དེ་མེད་ཅེས་ལོ་སྟག་སྟག་རིང་འདུག་ཨའོ་མེ་སྟག་ཡིན། རྒྱལ་རབས་བཞི་བཅུ་ཞག་གཅིག་རིང་འདོགས་བསྡུས་པ་ཡིན་ན་གླང་གཉའ་ཁྲི་བཙན་པོ་ནི་བཟུང་ནས་གླང་དར་མ། གླང་དར་མ་འདས་ལོ། གླང་དར་མ་བཀའ་ས་གླང། གླང་དར་མ་འདིར་མ་མ་འཁྲོངས་པ་དངོས་ལ་མ་འཁྲོངས་པ་བར་དོ་ལབ་རེད་མ་དོ་མ་གཏོང་ཡན་ལ་རྒྱལ་རབས་ཀྱི་རྒྱལ་རབས་མདོར་བསྡུ་བས་ན་གླང་ཐོད་གཉའ་ཁྲི་བཙན་པོ་ནས་གླང་དར་མ་བསྟན་པ་དམའ་ནུབ་ཀྱི་བར་ལ་རྒྱལ་རབས་བཞི་བཅུ། བཞི་བཅུ་ཞེ་གཅིག་གི་རིང་ལ་བཞི་བཅུ་ཞེ་བཅུ་གི་རིང་ལ་ད་གླང་དར་མ་གྱི་བསྟན་པ་དེ་བསྐྱངས་ཡོད་རེད་བ་གླང་དར་མ་གྱི་བསྟན་པ་མར་ད་རྒྱལ་པོ་དེ་ལོ་དྲུག་བྱས་ཡོད་རེད་བ་དེ་བར་དུ་མི་ལོ་ག་ཚད་ཀྱི་གླང་དར་མ་མ་གྲོངས་མོད་གླང་དར་མ་ལོ་དྲུག་མ་བསྐྱངས་ཡོད་མ་རེད་ཡིན་ལོ་དྲུག་བསྐྱངས་པར་བ་མདོར་བསྡུ་གླང་དར་མ་བརྩིས་ཡོད་རེད་གཉའ་ཁྲི་བཙན་པོ་ནས་བཟུང་གླང་དར་མའི་འདས་ལོ་མེ་སྟག་གླང་དར་མ་གྲོངས་པའི་བར་ལ་ས་མི་ལོ་མི་ལ་ཀ་ས་ལ་མི་ལོ་ཞེ་བཅུ་ཞེ་གཅིག་ས་མི་ལོ་ཞེ་བཅུ་ཞེ་གཅིག་རིང་ས་མི་ལོ་མ་ད་རྒྱལ་རབས་བཞི་བཅུ་ཞག་གཅིག་རྒྱལ་རབས་བརྒྱད་པོ་བརྒྱད་པོ་ཞིག་ཡོད་རེད་མི་ལོ་བརྩིས་པ་ཡིན་ན་ཆིག་སྟོང་བརྒྱ་མེད་སུམ་ཅུ་སོ་གསུམ་ཡིན་ཨ་གཉའ་ཁྲི་བཙན་པོ་ནས་བཟུང་ནས་གླང་དར་མའི་བསྟན་པ་མ་བསྣུབས་པའི་བར་ལ།

དེ་ཡི་གེ་ག་ས་བརྗོད་གཞི་དེ་བོད་དང་ཁྱིམ་མཚེས་རྒྱ་ནག་ཡོད་པའི་ནང་ནས་ངས་དེར་འདིའི་ནང་ལ་མདོར་བསྡུས་མདོར་བསྡུས་བྱས་ནས་གཉའ་རྩེ་སྐམ་པོའི་སྐོར་ཅིག་བཤད་ཡོད་རེད་དེའི་ཤུགས་འདི་ལ་སྲོང་བཙན་སྒམ་པོ་ཆེ་སྲོག་གསུམ་པ་སྲོང་བཙན་སྒམ་པོ། སྲོག་བདུན་པ་ཁྲི་སྲོང་ལྡེའུ་བཙན། བཞི་བཅུ་པ་ཁྲི་རལ་པ་ཅན་བཞི་ཞག་གཅིག་པ་བཞི་བཅུ་ཞག་གཅིག་པ་བསྟན་པ་གནུབས་རྒན་གླང་དར་མ་གིས་བྱས་ནས་མདོར་བསྡུས་བྱས་ནས་འདིའི་བར་དོ་ང་ཚོས་ཕྱིན་ཡོད་རེད་བྱས་ཙང་ངས་ག་དུས་ཡིན་ན་ཁྱེད་རང་ཚོ་ངེས་པར་དུ་ཀློག་དེབ་དགོས་རེད་ད་ཀློག་དེབ་མེད་པ་ཡིན་ན་ཏག་ཏག་འདི་ཡིན་མ་རེད་ད།

དེ་ནི་ལོག་ལྟའི་ངེས་པ་ཡོད་པ་འདི་ནི་ག་པར་བཞུགས་པ་ཡིན་ན་ཡང་ཁམས་བཟང་དང་དཔེ་མི་སྲིད་ཀྱི་བཀྲ་ཤིས་འདི་ལོས་ལེགས་ངང་ནས་ཚང་མ་ཡག་པོ་སེམས་པའི་གི་རེ་བ་རེག་པ་སེམས་ཡོད་པའི་གི་རེ་བ་ཞུ་ཚང་མ་བཀྲ་ཤིས་བདེ་ལེགས།